བོད་དང་བོད་མིའི་མགྲིན་ཚབ་ཅེས་པའི་བོད་ལོག་ལེ་ཚན་གྱི་བསྟར་འཕྲིན་ཚོགས་པ་དེའི་ནང་ལོགས་ལ་ཡར་ཞུགས་པའི་སེང་འབྲོག་ལྷན་རྒྱས། སང་ཉི་མའི་འཚམས་འདྲི་དང་སྦྲགས། གཤམ་གླེང་ནང་གུས་པས་མུ་མཐུད་ནས་ཁ་སང་བཅར་ལོག་ཞུས་པའི་ཞུ་མཚམས་དེ་ནས་མར་མུ་མཐུད་བཅར་ལོག་ཞུ་རྒྱུ་ཡིན་ན། ངམ་ལྷན་རྒྱས་ཚོའི་གཤམ་དུ་གསལ་ན་ཡོང་ཞུ། རྒྱ་ནག་ས་ཁུལ་དུ་འགྲུལ་བསྐྱོད་བྱེད་རིང། ནང་སོར་ཡར་འཁྱུག་ཙམ་ལྟ་སྐོར་དུ་བྱ་རྒྱུའི་གོ་སྐབས་རྙེད་དཀའ་བ་ཞིག་ཐོབ་བྱུང། བོད་སོག་གཉིས་བར་ཆོས་ཕྱོགས་ཀྱི་འབྲེལ་བ་ཡུན་རིང་ལ་གཏིང་ཟབ་པ་ཞིག་ཡོད་པའི་ཆ་ནས་གོ་སྐབས་འདི་ནི་སེམས་འགུལ་ཐེབས་པ་ཞིག་བྱུང། རྒྱ་ནག་གི་གྲོང་ཁྱེར་ཁག་ཏུ་ལྟ་སྐོར་གྱི་འགྲུལ་བཞུད་དེ་ངོས་ལ་སློབ་སྦྱོང་དང་སྤྲོ་སྣང་གཉིས་ཀ་བྱུང་རུང། ཡོངས་འཛིན་རྣམ་གཉིས་གཙོས་པའི་བོད་ཀྱི་གཞུང་ཞབས་ལས་སྣེ་ཕལ་མོ་ཆེར་ཆོ་མེད་གཉོམ་ན་སྐྱིད་ཤོས་ཤིག་ཆགས་འདུག་དེ་བརྟེན་ལྟ་སྐོར་གྱི་ལས་རིམ་ཚར་སོང་ཟེར་དུས། ཁོ་ཚོ་ཐུགས་མུར་ཡ་དབུགས་ཅུང་ཐོབ་པའི་རྣམ་པ་མངོན། ལྷག་པར་ངོས་ཀྱི་ཨ་མ་ལགས་རྒྱ་ནག་ནང་ཡོད་སྐབས་སྤྱི་དང། གཡག་མགོའི་ལྟ་སྐོར་གྱི་འཁྲིད་ཟིན་ཚར་བས་ན་སྤྲོ་བོ་རྩ་བ་ནས་མ་བྱུང་བ་མ་ཟད། ཐེངས་གཅིག་ཆབ་རིམ་དྲག་པོས་བསྙུང་བའམ་བྱུང་སོང། ལྟ་སྐོར་ནས་པེ་ཅིང་དུ་སླར་འཁོར་དུས་བོད་ཀྱི་ལོ་སར་འཆར་ཉེ་བས། གསོལ་སྟོན་བཤམས་རྒྱུར་ཐག་བཅད་ནས་མའོ་ཙེ་ཏུང་ཐོག་རྒྱ་ནག་གི་མཐོ་རིམ་མགོ་ཁྲིད་གསུམ་སྟེ། ཀྲའོ་ཨན་ལེན་དང་ཀྲུའུ་ཏའེ། ལིས་ཧྲའོ་ཆི་བཅས་ལ་ཡང་སྒྲོན་མདའ་ཕུལ་བ་ལྟར། ཚང་མས་ཞལ་བཞེས་ཀྱི་ལོ་སར་དགའ་སྟོན་དྲན་གསོ་འོས་པ་ཞིག་ཆགས་རྒྱུ་བྱུང། ཉིན་རྗེས་མའོ་ཙེ་ཏུང་སྔོན་དུ་མེད་པར་ངོས་ཀྱི་གནས་ཁང་དུ་ཕེབས་ཤིང། མཇལ་འཕྲད་དེའི་སྐབས། ཁོང་གིས་ཧོབ་སྟེ་བོད་ལ་རྒྱལ་དར་ཡོད་མེད་བཀའ་འདྲི་གནང་བྱུང་བར། ཕྲན་བུའི་འཚབ་སྣང་དང་བཅས་རྒྱལ་དར་ཡོད་ཅེས་ལན་ཕུལ་བ་ཡིན། མའོ་ཙེ་ཏུང་གིས་རྒྱལ་དར་དེ་མུ་མཐུད་ཉར་ན་འགྲིག་གི་རེད་གསུངས་བྱུང། སྐབས་དེར་མའོ་ཙེ་ཏུང་གིས་ཡ་མཚན་སྐྱི་ཤིའི་ལན་འདེབས་འདི་འདྲ་ཞིག་གནང་བ་དེར་བརྟགས་ན། སྐབས་དེ་དུས་ཁོང་གི་ཐུགས་ན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དེའང། ཨུ་རུ་སུ་མཉམ་འབྲེལ་མཐུན་ཚོགས་ཀྱི་ལག་བསྟར་བྱེད་མུས་སྤྱི་མཐུན་རྒྱལ་ཁབ་ཀྱི་སྒྲོམ་གཞི་དང་མཐུན་པར། རྒྱལ་ཁབ་སྣ་མང་གི་དུས་ཚོགས་ཤིག་ཏུ་དགོངས་ཀྱི་ཡོད་པ་མཚོན་འདུག་དོན་དངོས་སུའང་མའོ་ཙེ་ཏུང་གིས་སྐབས་དེར་བོད་ལ་བཅའ་སྡོད་རྒྱ་ནག་གི་དཔོན་རིགས་ཀྲང་ཅི་ཝུའུ་དང་ཀྲང་ཁོའེ་ཧྭ། Fan Ming། བཅས་ལ་ཡང་རྒྱ་ནག་གི་དཀའ་ངལ་དར་མ་དང་མཉམ་དུ་བོད་ཀྱི་རྒྱལ་དར་སྒྲིག་འཛུགས་དང། མའོ་ཙེ་ཏུང་གི་འདྲ་པར་དང་མཉམ་དུ་ཁོ་བོས་འདྲ་པར་སྒྲིག་གཤོམ་བྱས་འདོད་ཀྱི་བཀའ་གནང་ཡོད་པ་ཤེས་རྟོགས་བྱུང། ཕྱིས་སུ་བཙན་བྱོལ་དུའང་བོད་དང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བ་ཚོས་མང་ཚོགས་ཀྱི་མདུན་ས་སྤྱི་དང། ཡང་སྒོས་ངོས་རང་རྒྱལ་སྤྱིའི་ནང་འགྲུལ་བསྐྱོད་སྐབས་དགའ་བསུའི་ཆེད་བོད་ཀྱི་རྒྱལ་དར་བཤམས་སྟོན་བྱེད་མུས་སྐབས། མའོ་ཙེ་ཏུང་རང་གིས་བོད་ཀྱི་རྒྱལ་དར་ཉར་དུས་བཀའ་འཁྲོལ་གནང་བྱུང་ཞེས་བརྗོད་ཀྱི་ཡོད། ཡིད་སྐྱོ་དགོས་པ་ཞིག་ལ་ཡང། དེང་སང་བོད་ནང་བོད་ཀྱི་རྒྱལ་དར་བདག་ཉར་བྱས་པ་དེ་ཁྲིམས་འགལ་བཟོས་ཡོད་སྟབས། དེ་སུས་ཉར་འཁྱེར་བྱས་པ་ཤེས་ན་འཛིན་བཟུང་དང་བཙོན་འཇུག་བྱ་ངེས་རེད། པེ་ཅིང་ནས་ཐོན་ཡོང་ཁར་མའོ་དང་མཐའ་མའི་མཇལ་འཕྲད་ཅིག་བྱུང་བར། ཁོང་ཐུགས་ཧ་ཅང་མཉེས་པོ་བྱུང་བའི་རྣམ་པས། འབྱུང་འགྱུར་རྟ་མགྲིན་བརྒྱུད་ཁོང་ལ་ཐད་ཀར་འབྲེལ་བ་བྱེད་དུས་གསུངས་པར་མ་ཟད། ཡིད་ཆེས་འཕེར་བའི་བོད་མི་ཁ་ཤས་ལ་ཡང་རྟ་མགྲིན་གཏོང་སྟངས་ཀྱི་སྦྱོང་བརྡར་སྤྲོད་དགོས་ཚུལ་གསུངས་བྱུང། དེ་ནས་ཁོང་ངའི་ཕྱོགས་སུ་ཅུང་ཟད་ཉེ་བར་བསྐུར་ཏེ་གསུངས་དོན། ཁྱེད་ཀྱི་བསམ་བློ་གཏོང་སྟངས་ཚན་རིག་དང་མཐུན་པོ་རེད་འདུག་པས་ཧ་ཅང་ཡག་པོ་རེད། ཟླ་བ་འདི་དག་རིང། ངས་ཁྱེད་ཀྱི་བསམ་བློ་གཏོང་སྟངས་དང་བྱ་སྤྱོད་ལ་བརྟག་ཞིབ་བྱས་པ་ཡིན། ཁྱེད་ཀྱི་བསམ་བློ་དེ་ནི་ཧ་ཅང་གི་གསར་བརྗེའི་བསམ་བློ་རང་རེད་འདུག། གསུངས་འདུག་སྲིད་གཞུང་དང་འབྲེལ་བའི་ལས་དོན་ཐད་ཁ་ཡོད་ལག་ཡོད་ཀྱི་སློབ་སྟོན་ཡང་ཟོལ་མེད་ཡག་པོ་གནང་བྱུང་བ་རྣམས་ཟིན་བྲིས་ལྟ་བུ་ཡིན། འབྲེལ་མོལ་མཇུག་བསྒྲིལ་ཁར་ཁོང་ངོས་ཀྱི་ཉེ་སར་སླར་འོང་ནས་བརྗོད་གསལ། ཁྱེད་རང་གི་རྣམ་འགྱུར་ཡག་པོ་འདུག། གཤེན་གསལ་ལྟར་ཆོས་ནི་དུག་རེད། གྲྭ་པ་དང་བཙུན་མ་ཚོ་ངེས་པར་ཚངས་སྤྱོད་ལ་ཡང་གནས་དགོས་པ། མི་འབོར་ཉུང་དུ་འགྲོ་བ་དང་ཕྱི་དངོས་པོའི་ཡར་རྒྱས་ལ་ཡང་དུས་ཤོར་འགྲོ་གི་རེད། ཟེར། གཏམ་དེ་ཐོས་མ་ཐག་ངོས་ཀྱི་ལུས་ཅུང་འདར་ཡང་མདུན་ཕྱོགས་སུ་བསྐུར་ནས་ཟིན་བྲིས་འདེབས་ཁུལ་གྱིས་སེམས་ཚོར་མི་མངོན་པའི་ཐབས་ཤེས་བྱས་པ་ཡིན། དུས་དེར་ངོས་ཀྱི་སེམས་ན་བཟང་ཕྱོགས་ཀྱི་རྣམ་པ་མཚོན་པའི། མོས་བསྡུར་ཆེ་ཆུང་ལ་ཡང་མ་ལྟོས་པར། ཁོ་པ་སངས་རྒྱས་ཀྱི་བསྟན་པ་རྩ་མེད་བཟོ་མཁན་ཞིག་ཡིན་པ་ཚོར་བྱུང། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔའི་ངའི་ཟླ་བ་གསུམ་པར་ལྷ་སར་ཕྱིར་ལོག་གི་གྲ་སྒྲིག་བྱེད་སྐབས། མའོ་ཙེ་ཏུང་གིས་མཐའ་མ་ནང་ཆོས་དེ་བློ་འཚབ་སྐྱེ་གཞིའི་སྐད་ཆ་གང་བཤད་ཡོད་པ་དེ་ལ་ཡང་མ་ལྟོས་པར། ངོས་ཀྱི་མི་མང་རྣམས་ཀྱིས་བཙན་འཛུལ་གྱི་མཇུག་འབྲས་སྡུག་ཤོས་ལས་སྐྱོབ་ཐུབ་པའི་རེ་བ་དེ་ད་དུང་ཡང་བརླགས་མེད། རྒྱ་ནག་ལ་ཟླ་བ་དྲུག་ཙམ་བལྟ་ཁོག་ཏུ་བསྐྱོད་པ་དེས་ཕྱོགས་གཉིས་ཐད་ལ་ཡང་ཕན་ཐོགས་བྱུང་མི་སོང་སྙམ། དེ་ཡང་གཅིག་ནི་ང་ཚོས་གདོང་ལེན་བྱེད་སའི་ཟླ་བ་དེ་གནས་བབ་གང་ཡིན་གསལ་པོར་མཐོང་བར་ཕན་ཐོགས་བྱུང་བ་མ་ཟད། རྒྱ་ནག་གི་འགོ་ཁྲིད་ཚོར་ཡང་ཁོང་ཚོས་ཐོག་མའི་ཆར་ཕྱི་དམག་སྲིད་ཨུ་ཡོན་ལྷན་ཁང་བརྒྱུད་པེ་ཅིང་གཞུང་ནས་བོད་དེ་ཐད་ཀར་འཛིན་རྒྱུར་ཇི་ཆགས་ཡོད་པ་དེ་བཅག་འཇོག་བྱ་རྒྱུ་དང། ང་ཚོར་རང་སྐྱོང་བྱས་ཆོག་པའི་ཁས་ལེན་བརྟན་པོ་ཐོབ་པའི་མངོན་ཚུལ་བྱུང། བོད་ལ་ལོག་པའི་ལམ་བར་དུ་ལྷ་སར་བཅའ་སྡོད་རྒྱ་ནག་གི་དམག་དཔོན་ཀྲང་ཁུའེ་ཝཱ་པེ་ཅིང་དུ་ཡོང་བཞིན་པ་ལམ་དུ་འཕྲད་པར། ངོས་རང་སྔོན་བར་རྒྱ་ནག་ལ་འགྲོ་དུས་སེམས་ངལ་ཆེན་པོ་ཡོད་མོད། ད་ཆ་ཚུར་བོད་ལ་ལོག་དུས་རེ་བ་དང་གདེང་ཚོད་ཆེ་རུ་སོང་ཚུལ་བརྗོད་རྒྱུ་བྱུང། དེ་དག་ཁོའི་སེམས་ལ་ཡ་དེ་དུས་རྒྱ་མི་དང་མཉམ་ལས་ཐུབ་རྒྱུའི་ཡིད་ཆེས་གང་ཙམ་ཡོད་ལ། བོད་དེང་རབས་ཅན་དུ་གྱུར་ནས་བོད་མི་རྣམས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་གྲངས་མང་རྒྱ་རིགས་རྒྱ་མི་རིགས་དང་མཉམ་དུ་འདྲ་མཉམ་གྱི་རྩ་དོན་འོག་མཉམ་གནས་ཐུབ་ངེས་རེད། སྙམ་པ་ཡང་བྱུང། རང་ངོས་ནས་ཀྱང་གྲོས་མཐུན་དོན་ཚན་བཅུ་བདུན་གྱི་ར་བའི་ནང་དུ། བོད་རྒྱལ་ཁབ་དང་མི་དམངས་སྐྱོབ་ཐབས་ཕུགས་བརྟན་ཞིག་ཡོང་ཐབས་ལ་ཡང་འབད་བརྩོན་ཧུར་གྱིས་བྱས་ཐོག། ཁྲིམས་ཀྱི་རིང་ལུགས་དྲང་བདེན། རང་རྐང་ཚུགས་པ་ཡོང་ཐབས་ཀྱི་ལེགས་བཅོས་དང། དེང་རབས་ཀྱི་ཤེས་ཡོན་སློབ་གསོ་གོང་འཕེལ་ལས་གཞི་སྐུལ་ལྕག། དེང་རབས་ཀྱི་གཞུང་ལམ་འཛུགས་སྐྲུན་ཡོང་ཐབས། ཅེས་བྱས་ཀྱང། བོད་ན་བཅའ་སྡོད་རྒྱ་ནག་གི་དམག་རྩིས་དཔོན་རིགས་ཚོས་འགོག་རྐྱེན་རྒྱུན་མཐུད་བྱས་སྟབས། དོན་འབྲས་སོན་རེ་མེད་པར་གྱུར། བོད་མི་ངོས་ནས་ཀྱང་བཙན་གནོན་ལ་མི་འདོད་པའི་རྣམ་འགྱུར་ཇེ་ཆེར་འགྲོ་བཞིན་པར་བརྟེན། མང་ཚོགས་རང་འགུལ་གྱི་ངོ་རྒོལ་ཡང་འབྱུང་ཉེས་ཆེན་པོ་ཆགས། དེ་དག་ངོས་ཀྱིས་འབད་བརྩོན་གང་བྱས་ལ་ཡང་རྒྱ་ནག་གི་དམག་རྩིས་མི་སྣས་བཀག་འགོག་བྱས་ཐོག། བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ཞེས་པ་བཙུགས་ཏེ། ངོས་རང་དེ་ཚོགས་གཙོར་བསྐོས་ཀྱང། ལྷན་ཁང་དེའི་ལས་འགན་བོད་དུ་ལེགས་བཅོས་བྱེད་ཆེད་ཀྱི་བརྒྱུད་རིམ་ཐད། བོད་མིར་རང་སྐྱོང་གི་དབང་ཆ་སྤྲོད་དགོས་པ་ཞིག་ཡིན་རུང། དོན་དངོས་སུ་ནས་འཁྲབ་སྟོན་ཙམ་ལས་དོན་དམ་གྱི་དབང་ཆ་ཚང་མ་རྒྱ་མིས་བརླག་པ་ཡོད། པེ་ཅིང་དུ་གཙོ་འཛིན་མའོ་ཙེ་ཏུང་གི་ས་ནས་ཐོབ་པའི་ཁས་ལེན་དང་འགན་ལེན་རྣམས་ཁ་སྟོང་ནང་གི་ཚིག་སྟོང་ཙམ་དུ་གྱུར། དངོས་ནས་མའོ་ཙེ་ཏུང་ལ་ཡང་ཐད་ཀར་ཕུལ་བའི་ཡི་གེ་ཁག་ལ་ལན་གསལ་གང་ཡང་མ་བྱུང། དེ་ཡང་བུད་མེད་དེས་བསམ་སྤྱོད་ལས་འདས་པའི་གནས་ཚུལ་ཐབས་སྡུག་བྱུང་དུས་མའོ་ཙེ་ཏུང་ལ་ཡང་འཕྲིན་ཡིག་གསུམ་ཕུལ་ཡོད་ཅིང། འཕྲིན་གསུམ་པ་དེ་མའོ་ཙེ་ཏུང་རང་གི་ཕྱག་ཏུ་མི་ལག་བརྒྱུད་འཕྲོད་ངེས་བྱས་ཀྱང་ལན་དེ་རྩ་བ་ནས་མ་བྱུང། དེར་བརྟེན་མའོ་ཙེ་ཏུང་དང་རྒྱ་ནག་དམར་ཕྱོགས་སྐུ་ཁྲིད་ལ་རྒྱལ་སྤྱིའི་ཕྲན་བུ་ཡོད་པ་དེ་ཡང་བརླགས་སོང། རྒྱ་ནག་དམར་ཕྱོགས་ཀྱིས་ང་ཚོའི་ཐོག་བཙན་ཤེད་ཀྱིས་བཞག་པའི་གྲོས་མཐུན་ནང་གསལ་ཁས་ལེན་བྱས་པ་ཁག་ལ་ཡང་དོན་དངོས་སུ་སྙིང་པོ་ཅི་ཡང་མེད་པར་གྱུར། སེང་འབྲོག་ལྷན་རྒྱས། ལེའུ་གཉིས་བ་ཡོངས་སུ་གྲུབ་ཟིན་པ་ཡིན། གཤམ་ལ་ཡིན་ན་གུས་པས་མུ་མཐུད་ནས་ལེའུ་གསུམ་པ་འཁྱུག་ཙམ་སྦྱར་རོགས་ཞུ་རྒྱུ་ཡིན་ན་མུ་མཐུད་གསན་རོགས། ལེའུ་གསུམ་པ། རྒྱ་གར་ལ་གནས་སྐོར། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔའི་དགུའི་ལོ་སྨད་དུ། འབྲས་ལྗོངས་རྒྱལ་སྲས་མཆོག་གིས། ཁོང་ཉིད་རྒྱ་གར་བྱང་ཆུབ་ཆེན་པོའི་ཆོས་ཚོགས་ཀྱི་ཚོགས་གཙོ་ཡིན་པའི་གནས་བབ་ཐོག་ནས། སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་རྗེས་དྲན་མཛད་སྒོར་ངོས་རང་ཡོང་རོགས་ཞེས་མགྲོན་ཤོག་ཕུལ་འབྱོར་བྱུང། ཐོག་མར་ལྷ་ས་བཅའ་སྡོད་མི་དམངས་བཅིངས་འགྲོལ་དམག་སྲིད་ཁང་གི་ལས་བྱེད་མཐོ་གྲས། ཧྥན་མིང་གིས། འབྲས་ལྗོངས་རྒྱལ་སྲས་ལ་ཡར་ངོས་རང་གདན་ཞུའི་གོ་བབ་ཐོབ་པ་མེད་སྟབས། མགྲོན་དག་ཁས་ལེན་རྒྱུ་མེད་པའི་སྐུལ་མ་བྱས་བྱུང། འོན་ཀྱང་ངོས་ནས་གསང་སྟབས་ཀྱིས་ལྷ་སར་བཅའ་སྡོད་རྒྱ་གར་གཞུང་ཚབ་ལ་ཡང་ནང་དོན་གསལ་བཤད་ཀྱི་ཡི་གེ་ཞིག་བཏང་བའི་འབྲས་བུར། མགྲོན་ཤོག་གཉིས་པ་ཞིག་རྒྱ་གར་གྱི་སྲིད་འཛིན་གཞོན་པ Sarvepalli Radhakrishnan གྱི་མཚན་ཐོག་ནས་གནང་འབྱོར་བྱུང། དེ་ནས་ཟླ་བ་ཁ་ཤས་པེ་ཅིང་བཞུགས་ནས་ངོས་རང་རྒྱ་གར་ལ་ཡང་ཕྱིན་ན་འགྲིག་འཐུས་ཞེས་བརྗོད་འདུག་རྒྱ་གར་ལ་ཡང་ཐོན་ཁར་ཀྲང་ཇི་ཝོས་གཟབ་གཟབ་གནང། རྒྱ་གར་ནང་ལོག་སྤྱོད་ཤོར་བ་དང་ཟ་ཉུལ་མང་པོ་ཡོད། སྐུ་ཉིད་ཀྱིས་ཁོང་ཚོར་ལག་འབྲེལ་གནང་ན། Hungary དང། Poland ལ་ཡང་གནས་ཚུལ་ག་རེ་བྱུང་ནང་བཞིན་བོད་ལ་ཡོང་གི་རེད། ཅེས་ཟེར། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་དྲུག་པའི་ནང་པོ་ལན་གྱི་གྲོང་ཁྱེར Poznan མང་ཚོགས་ཀྱིས་ངོ་རྒོལ་བྱས་པར་དམག་འཁྲུག་གི་མེ་མདའ་བརྒྱབ་ནས་དྲག་གནོན་བྱས་པ་དང། དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་གཅིག་པའི་ཚེས་བཞི་ཉིན་ཏེ་ངོས་རྒྱ་གར་ཡར་ཐོན་གྱི་གཟའ་འཁོར་ཁ་ཤས་གོང Hungary ནང་མང་ཚོགས་ཀྱི་གྱེན་ལངས་བྱུང་བ་ལ་ཨུ་རུ་སུ་མཉམ་འབྲེལ་རྒྱལ་ཁབ་ཀྱིས་ལྕགས་ཁྲབ་འཁོར་ལོ་དང་དམག་དཔུང་གི་གདུག་རྩུབ་ཆེན་པོས་དྲག་གནོན་བྱས་པ་དེ་དཔེ་མཚོན་དུ་འཁོད་ནས་གོ་རྒྱུ་གཏོང་གི་ཡོད་པ་རེད། ཁོ་པས་ཉེན་བརྡ་བཏང་མི་ལ་ཡང་མ་ལྟོས་པར། ངོས་རང་སངས་རྒྱས་ཀྱི་མཛད་པ་རྣམ་ཐར་དང་འབྲེལ་བའི་གནས་ཆེན་ཁག་ཡོད་སའི་རྒྱ་གར་འཕགས་པའི་ཡུལ་ལ་འགྲོ་རྒྱུ་བྱུང་བ་དེར་ཧ་ཅང་གི་དགའ་པོ་བྱུང། འོན་ཀྱང་སྐབས་དེར་བོད་ནང་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་པ་དང། ལྷག་པར་ལྷ་སར་གནས་སྡོད་རྒྱ་ནག་གི་དབང་འཛིན་པ་ཚོའི་ཁེངས་དྲེགས་དང་དཔུང་བཤིག་ངོམ་ཤུགས་ཆེ་རུ་འགྲོ་བཞིན་པ་ཤེས་མདོག་ཡོད། དཔེར་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་ཕྱོགས་ཀྱི་ལས་བྱེད་ངོས་གསར་ཡོང་དུས། སྔོན་དང་མི་འདྲ་བར་སྟོད་གོས་འོག་ཏུ་མེ་མདའ་ཐུང་མདའ་མཉམ་འཁྱེར་བྱེད་ཅིང། ཉིན་གཅིག་མེ་མདའི་ཁ་ཕྱིར་ཐོན་པའང་གསལ་པོར་མཐོང་བྱུང། ལྷ་སའི་གནས་སྟངས་ལ་ཡང་ཆ་བཞག་ན། གཅིག་ནས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་འབོར་ཆེན་ཡོད་མུས་ཐོག་བོད་ཤར་ཕྱོགས་ནས་ཀྱང་འཇིགས་རྔམ་གྱི་གནས་ཚུལ་འོག་ནས་བྲོས་བྱོལ་དུ་སླེབས་པའི་བོད་མི་ཇི་མང་དུ་སོང་ནས་རྫ་དྲག་པོ་ཆགས་ཏེ། བོད་ནང་གི་གནས་སྟངས་ཇི་ཞན་ཇི་སྡུག་ཏུ་གྱུར་ཡོད། དཔེར་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་ཟླ་བ་གསུམ་པའི་ནང། རྒྱ་ནག་བཅིངས་འགྲོལ་དམག་དཔུང་གིས་བོད་ཤར་ཕྱོགས་ལི་ཐང་དགོན་པར་དཔུང་འཇུག་ཐོག་འབར་མདེལ་གྱིས་གཏོར་རྒོལ་བྱས་ཏེ། མི་བརྒྱ་ཕྲག་ཁ་ཤས་རྐྱེན་ལམ་དུ་བཏང་བ་མ་ཚད། དགོན་པའི་མཁན་པོ་འཇུ་བཟུང་བྱས་པ་བྱུང་ཡོད། ལི་ཐང་དགོན་པ་ནི་རྒྱལ་མཆོག་སྐུ་དྲིན་འཛོམས་པའི་ཕྱག་བཏབ་པའི་ཆོས་སྡེ་གལ་ཆེན་ཞིག་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་ཟླ་བ་བཅུ་གཅིག་པར། རྒྱ་གར་ལ་ཡང་གཞི་ནས་བསྐྱོད་ཐུབ་པ་བྱུང། ཆོས་གྲོགས་ཀུན་གཟིགས་པཎ་ཆེན་རིན་པོ་ཆེར་ཡང་གཞུང་འབྲེལ་གདན་ཞུ་འབྱོར་ཡོད་པ་ལྟར་མཉམ་དུ་ཕེབས་ཡོད། དེ་དུས་ངོས་ཀྱིས་གཅེན་པོ་སྟག་འཚེར་རིན་པོ་ཆེ་དང་རྒྱ་ལོ་དོན་གྲུབ་གཉིས་ཀ་བོད་ཀྱི་ཕྱི་ལོགས་སུ་བཞུགས་མུས་ཡིན་སྟབས། འབྲས་ལྗོངས་ས་མཚམས་ལ་ངོ་འཕྲད་དུ་ཡོང་ནས་འཚམས་འདྲིའི་རིགས་ཅི་ཡང་མེད་པར། གཏམ་གྱི་དང་པོར། ད་ནི་བོད་ལ་ཕྱིར་ལོག་རྩ་བ་ནས་གནང་མི་ཉན། ཟེར་བྱུང། ཁོང་གཉིས་ཀྱི་ཤ་ཚལ་དུ་རྫ་བྲག་རི་སྒུལ་བྱེད་སྟངས་དེ་ངོས་རང་ཅུང་ཟད་ཧང་སངས་བྱུང། སྔོན་དུ་འབྲེལ་ཆོད་ཟིན་དོན་ལྟར་ཁོང་གཉིས་ཀྱིས་དེ་ལྟར་བཤད་པ་དེར་རྒྱུ་མཚན་ངེས་ཅན་ཡོད་པ་ངོས་ནས་ལོས་བཞིན། དེར་བརྟེན། རྗེས་དྲན་གྱི་མཛད་སྒོ་ཚར་རྗེས་བོད་ལ་ཕྱིར་ལོག་བྱེད་མིན་ཐད་ཐེ་ཚོམ་ཆེན་པོ་བྱུང་ངོར། མཁའ་ལམ་བརྒྱུད་ལྡི་ལིར་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ་ཉིན་བསྐྱོད་དེ། རྒྱ་གར་གྱི་སྲིད་བློན་ཇུ་བྷ་ལ་ནེ་རུ་དང། སྲིད་འཛིན་གཞོན་པ་ར་ཏི་ན་ཀིར་ཤི་ནན། རྒྱ་གར་གྲོས་ཚོགས་འོག་མའི་ཚོགས་གཙོ་ཨེམ་ཨེ་ཨར་ཡན་གར། བཅས་གནམ་ཐང་དུ་བསུ་བར། ཕེབས་པ་བཅས་ཤིང། དེ་ནས་རྒྱ་གར་སྲིད་འཛིན་གྱི་གཞུང་འབྲེལ་བཞུགས་གནས་ལ་བཅར་ནས་སྲིད་འཛིན Rajendra Prasad མཆོག་ངོ་མཇལ་ཞུས། དེ་རྗེས་ཕྱི་ཉིན་ཞོགས་པའི་ལས་རིམ་དང་པོར Rajgir ཞེས་པའི་ས་ཆར་བདག་ཉིད་ཆེན་པོ་གཱནྡྷིའི་སྐུ་གདུང་ཞུགས་འབུལ་ཞུ་སྲོལ་དེར་གུས་འདུད་ཞུ་བར་ཕྱིན། དགོན་འདི་ནི་ང་ཚོའི་དུས་རབས་བྱོན་པའི་སྐྱེས་ཆེན་རླབས་ཆེ་ཤོས་དེ་ཕལ་ཆེར་ཡིན་ཞིང། ཁོང་གིས་རྒྱ་གར་གྱི་གནའ་བོའི་འཚེ་མེད་ཞི་བའི་ལྟ་གྲུབ་འདི་སྲིད་དོན་གྱི་ལས་འགུལ་ནང་བེད་སྤྱོད་ནུས་ལྡན་མཛད་ནས། དབྱིན་ཇིའི་མི་སེར་སྤེལ་བའི་དབང་བསྒྱུར་འོག་ནས་རང་གི་མི་མང་ལ་ཡང་རང་དབང་ཐོབ་པར་མཛད་པ་རེད། གནས་དེ་ཉིད་དུ་ངོས་ནས་འཚེ་བའི་ལས་ཀར་ནམ་ཡང་མི་འཇུག་པའི་དམ་བཅའ་སྔར་བས་བསྟན་པ་བཞག་པ་ཡིན། སངས་རྒྱས་སྐུ་བལྟམས་པའི་རྗེས་དྲན་གྱི་མཛད་སྒོ་དངོས་གཞི་ནི། འཛམ་གླིང་གི་ནང་པ་ཡོངས་ཀྱིས་གནས་རྩ་ཆེ་ཤོས་སུ་བརྩི་བའི་རྡོ་རྗེ་གདན་དུ་གནང། དེ་ཡང་རྡོ་རྗེ་གདན་གྱི་བྱང་ཆུབ་ཆེན་པོའི་མཆོད་རྟེན་དེ་སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་འབྱུང་ཞིང་གི་འོག་ཏུ་མངོན་པར་རྫོགས་པ་སངས་རྒྱས་པའི་གནས་གཞི་དེ་མཚོན་གྱི་ཡོད། ད་ལྟ་རྡོ་རྗེ་གདན་ལ་ཡར་ཡོད་མོད་བྱང་ཆུབ་ལྗོན་ཤིང་དེ་ནི་ཐོག་མའི་ལྗོན་ཤིང་དེ་གའི་རྒྱུན་མ་ཉག་པར་ཞིག་ཡིན་ཏེ། དེ་ཡང་ལོ་ཉིས་སྟོང་དྲུག་བརྒྱ་ལྷག་གི་གོང་དུ་སྟོན་པ་ཤཱཀྱ་ཐུབ་པ་གང་དུ་མངོན་པར་རྫོགས་པ་སངས་རྒྱས་སའི་བྱང་ཆུབ་ལྗོན་ཤིང་དེའི་ཆ་ཤས་ཤིག་སིངྒ་ལར་ཁྱེར་ཞིང། དེས་སྡོང་ཕྲུག་ཅིག་དུས་རབས་བཅུ་དགུ་པར་རྒྱ་གར་དུ་ཁྱེར་ཡོང་བ་ད་ལྟའི་བརྗོད་གཞིན་དེ་རེད། ཁོ་བོས་གནས་མཆོག་རྡོ་རྗེ་གདན་དངོས་སུ་ཐོག་མར་མཇལ་བའི་མྱོང་ཚོར་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་བྲིས་པའི་རང་གི་ལོ་རྒྱུས་དཔེ་དེབ། ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ནང་བཀོད་ཡོད་པ་གཤམ་གསལ་ལྟར་ལགས། ནང་པ་ཚང་མས་རྡོ་རྗེ་གདན་ནི་ཆོས་དང་ཤེས་རིག་གང་གི་ཆ་ནས་ཆེས་ཤིན་ཏུ་རྩ་ཆེའི་རྩིང་པ་ཡིན། གནས་མཆོག་འདི་མཇལ་འདོད་དྲན་ཆུང་ངུའི་དུས་ནས་ཡོད། དེ་ཡང། འགྲོ་ཀུན་རང་གི་གཉིས་པའི་གོ་འཕང་མཆོག་ལ་རིམ་གྱིས་འགོད་པར་བསྩལ་པའི་སྟོན་པ་མཆོག་དེའི་སྣང་བརྙན་གང་གི་མདུན། དྲུང་དུ་སྐུ་གསུམ་གུས་པས་བཏུད་དེ། གནས་པའི་སྐབས་དེར་སྟོན་པའི་ཡོན་ཏན་དང་གསུང་གི་བཀའ་དྲིན་ལྷག་པར་དྲན་པའི་དད་གུས་ཀྱིས་ལུས་ཀྱི་འཕུར་ལྷོང་གཡོ་བ་དང། སྟོན་པ་སངས་རྒྱས་ཀྱི་བྱིན་རླབས་ཀྱིས་ཚིམས་པའི་སྣང་བ་བྱུང། རྗེས་དྲན་མཛད་སྒོའི་ཐོག་ངོས་ཀྱིས་གཏམ་བཤད་ནང་དུ། སྐལ་ལྡན་འཕགས་ཡུལ་དུ་དར་བའི་ལོ་རྒྱུས་རིང་པོ་ཡིན་པ་དང། འཕགས་ཡུལ་ནས་བོད་དུ་ཇི་ལྟར་བསྒྱུར་ཚུལ་དང། བརྒྱུད་པ་དེ་སྙིང་པོར་གྱུར་བའི་ཡུན་རིང་གི་ལོ་རྒྱུས་རང་བཞིན་དང། ཆོས་ཕྱོགས་ཀྱི་འབྲེལ་བའི་སྐོར། སྔོན་དུ་ནན་ཆོས་ཟིན་པ་ལྟར་ཞུས་པ་ཡིན།